སྔ་འགྱུར་གྱི་རྒྱུད་དུ་རྒྱུ་འཕྲུལ་དྲ་བ་ལས་ག་རེ་གསུངས་འདུག་ལབ་དུས་སྟོན་པ་ཆོས་བརྩོན་རྟོགས་པ་སའི་དམ་ཚིག་སྔགས་དང་ཕྱག་རྒྱ་རྣམས་མ་ཉམས་ཤེས་བྱང་ཡོ་བྱད་ལྡན་བྱས་པས་སྔ་འགྱུར་རྙིང་མ་གི་གཙོ་བོ་བྱས་པའི་རྒྱུད་རྒྱུ་འཕྲུལ་དྲ་བ་ཟེར་བ་དེའི་ནང་དུ་སྟོན་པའམ་རང་གི་རྡོ་རྗེ་ལྷོ་བུ་དང་ཡི་དམ་གྱི་ལྷ་ལ་མཆོད་པ་ལ་བརྩོན་པ་དང་རང་ཉིད་ཀྱི་ཉམས་ལེན་གྱི་རྟོགས་པ་གསར་བ་ཤེས་རབ་མྱུར་བ་དང། ཨ་ནི་རྡོ་རྗེ་ལྷོ་བོན་གྱིས་གསུངས་པའི་དམ་ཚིག་དང་སྡོམ་པ་ལ་བསྲུང་བ། སྔགས་ཉམས་ལེན་བྱས་ཚུལ་དང། སྔགས་ཀྱི་ཕྱག་རྒྱ་གང་དུ་བཤད་པའི་གཏོར་བཤིག་ནི་ལུས་ངག་གི་སྤྱོད་པ་དེ་སོགས་གསལ་ཡོད་པར་དེ་དག་ཡང་མ་ཉམས་ཤིང་གསང་སྔགས་ཉམས་སུ་ལེན་ནུས་པའི་མཐུ་ཅན། གསང་སྔགས་ཉམས་སུ་ལེན་ནུས་པའི་ཁྱད་རྐྱེན་ཚང་བ། དེ་འདྲ་ཅིག་སོང་བ་ཡིན་པ་རེད། གཏོ་གཅིག་ལྟ་བ་ལ་རྣམ་པར་དཔྱོད་པའི་བློ་གྲོས་ཕྱིན་ཆད་མ་ལོག་པར་གསལ་བ་རྩ་བ་དང་ཡན་ལག་གི་དམ་ཚིག་མ་ཉམས་ཤིང་གཏོ་གཅིག་ལྟ་བ་ཟེར་བ་དེ་དམིགས་བསལ་གྱི་གསང་སྔགས་ཀྱི་གཏོ་གཅིག་ལྟ་བ་གང་ལྟར་བདེ་སྟོང་དབྱེར་མེད་ཀྱི་ལྟ་བ། འོ་དེས་རྟོགས་པ་ལ་རྣམ་པར་ཤེས་པའི་ལུས་འགྲུབ། ཤེས་རབ་མྱུར་བ་དང་ཤེས་རབ་མྱུར་བ་ཙམ་མ་ཟད་དེ་ཡང་ནི་ཕྱིན་ཅི་མ་ལོག་པ་ཡང་དག་པར་གནས་པ་གསལ་བ། འོ་དེ་སྲེག་ཡོད་པ་རེད། དེ་ནས་དབང་གི་སྐབས་སུ་གསུང་བའི་དམ་ཚིག་དང་སྡོམ་པ་དེ་དག་མ་ཉམས་ཤིང། སྔགས་དང་ཕྱག་རྒྱ་ལ་སོགས་པའི་དོན་རྣམས་ཀྱང་ཁོང་དུ་ཆུད་པར་ཟད་དེ་དཔེར་ན་གསང་སྔགས་ཀྱི་སྐྱེད་རིམ་དང་རྫོགས་རིམ་གྱི་དོན་རྟོགས་པ་དང་སྐྱེད་རིམ་དང་རྫོགས་རིམ་ཉམས་ལེན་བྱེད་པའི་སྐབས་ཀྱི་གཏོར་བཤིག་གི་སྤྱོད་པ་དེ་དག་གིས་གཏོར་བཤིག་གི་སྤྱོད་པ་དེ་དག་ཀྱང་ཧ་གོ་བ། ཁོང་དུ་ཆུད་པ་ཟེར་བ་དེ་ལེགས་པར་ཧ་གོ་བའི་དོན་དག་རེད། འདི་ནི་མཐུ་རྐྱེན་གྱི་ཡོ་བྱད་དང་ལྡན་པ་ལབ་སྟེ་གསང་སྔགས་ཉམས་སུ་ལེན་པ་ལ་ཡང་གསང་སྔགས་ཀྱི་དཔེར་ན་དཀྱིལ་འཁོར་སྒྲུབ་པ་ལ་སོགས་པའི་སྐབས་སུ་གུར་རྒྱན་ཆ་ལུགས་ལ་སོགས་པ་ལ་ཚང་དགོས་པའི་ཆ་རྐྱེན་ཅིག་ཡོད་པ་རེད་ཨ་ནི་ཆ་རྐྱེན་དེ་དག་ཚང་བ། འོ་དེ་འདྲ་ཅིག་ཡིན་ན་གསང་སྔགས་ཀྱི་ལམ་འདི་ལ་གཞུག་པར་བྱ་བ་གསང་སྔགས་ཀྱི་ལམ་ལ་འཇུག་ཆོག་པས་སྣོད་དང་ལྡན་པའི་སློབ་མ་ཡིན། ཨ་ནི་སྔ་འགྱུར་གྱི་རྒྱུད་རྒྱུ་འཕྲད་དྲ་བ་ལས་སོང་བ་རེད།